ཨ། བཀྲ་ཤིས་བདེ་ལེགས། ཨ་ནི། ད་ང་རོས་ད་རིག་གི་སློབ་ཚན་དེ་ག་རེ་ཟེར་ན་ང་ཚོས་སྤྱི་བསྒྲགས་ཀྱི་ཁྲལ་གི་ནང་ནས་ད་ཨ་ནི་གང་འདྲ་མ་ཡིན་པ་གི་ཁྲལ་ལྷག་མ་ནང་ལ་བ་ཡིན་ཁྲལ་ལྷག་མ་དེ་ཚོའི་ནང་ལ་ག་རེ་ག་རེ་ཚུད་གི་ཡོད་རེད་ཟེར་བ་ཡིན་ན། ཨ་ནི། ཨ། སུ། ཅི། ནམ། ཨ་ནི། ཅི་ཟེར་ནས་ཨ་ནི་སྟེ་བྲག་གི་རིགས། ག་རེ་རེད་འདོད་ན་རིགས་བཞི་ཅིག་ཡིན་དགོས་འདུག་བ་ཁྲེས་བཞི་ཅིག་ཡིན་དགོས་རེད་དེ་ཚོ་གི་སྐོར་ནས་ངོ་སྤྲོད་ཅིག་བྱེད་ཨ་ཡེ། ཨ་ནི་དེ་ཚོ་གི་ནང་ནས་ད་དམིགས་བསལ་གི་དང་པོ་དེ། ཨ་ནི་ང་ཚོ་གི། བྱ་ནི་ས་ཆ་ཆུ་སུལ་དང་ཨ་ནི་བྱ་རིགས་བྱ་ལ་རིགས་གཉིས་ཡོད་རེད་བྱ་ཟེ་དང་བྱ་རིགས་ཟེར་བ་གཉིས་ཡོད་རེད་དེའི་ནང་ནས་བྱ་རིགས་ཀྱི་སྤྱི་དེ་གི་དེ་གཉིས་ཀྱི་སྐོར་ལ་ངོ་སྤྲོད་ཅིག་བྱེད་ཀྱི་ཡིན། ཨོ་དེ་རེད། ཨ་ནི་སྤྱིར་བཏང་གི་འདི། གངས་བྲག་མ་ཡིན་པའི་ཁྲེས་ལྷག་མ་དེ་ཚོ་གངས་བྲག་ལས་དེ་ཚོ་ཁྱབ་ཆུང་ཨང་དང། ཨ་ནི་ཁོ་རང་ཚོ་གི་འཇུག་ས་ཡིན་ན་ཡང་དུས་སུ་ཁྱབ་ཆུང་བ་དང་ཞེ་དྲག་པ་གཅིག་ལ་མ་ཤི་ཚང་མ་ལ་སྤྱི་ཡོངས་ལ་འཇུག་གི་ཡོད་མ་རེད་གང་འདྲ་ནང་བཞིན་གྱི་སྤྱི་ཡོངས་ལ་འཇུག་གི་ཡོད་མ་རེད་དེའི་རྒྱུ་མཚན་གྱི་ཁོ་ཚོ་དུས་སུ་གང་འདྲ་ལས་ཁྱབ་ཆུང་བ་ཡོད་རེད་ཟེར་ནས་ཞུ་གི་ཡོད་འོ་དེ་དེ་ནས་ད་དང་པོ་དེ་སུས་ཟེར་བ་དེ་རེད་ཨ་ནི་སུས་ཟེར་བ་དེ་སྤྱི་བཏང་གི་གང་ཟག་གཅོད་པའི་དགྲ་དེ་གང་ཟག་ལམ་ནས་མི་བཟོ་གི་རེད་མི་གི་སྐོར་གི་སྐད་ཆ་དྲིས་དུས་ན་ད་དཔེ་ཆོས་བཏང་གི་ཡོད་རེད་མི་གི་སྤྱི་དགྲ་ལ་འགྲོ་གི་ཡོད་རེད་ཡིན་ན་ཡང་ས་ཆབ་ཆོས་སུ་ལ་རིགས་གཉིས་ཡོད་རེད་གཅིག་དེ་ང་ཚོ་ནང་བའི་གི་ཁྲལ་ཡིན་པའི་གི་དེ་ན་འདྲ། དེ་གི་ཡོང་སྟངས་ཀྱི་ཡོད་རེད་བ་ས་ཆ་ཆུ་སུ་ཟེར། ས་གི་ཆུ་སུ་ཡོང་ཡང་ཆུ་ཡོད་རེད་དེ་ང་ཚོ་འདི་སྤྱི་དྲ་གི་ཁྲལ་མ་རེད། ཨ་ནི་སྤྱི་དྲ་གི་ཁྲལ་དེ་ད་རེས་ང་ཚོ་ལ་ཡོད་དེ་ས་ཆ་ཆུ་སུ་སྤྱི་དྲ་ཡིན་པར་གྱུར་གི་ཁྲལ་གྱི་ཡོད་རེད་འོ་དེ་ལ་ཟེར་གི་རེད། ཨ་ནི་ད་སུ་དེ་ལ་དཔེར་ན་གང་མིག་དེ་ཚོ་སྐད་ཆ་དྲི་དེ་ན། ཨ་ཁྱེད་རང་སུ་ཡིན། ཁོང་སུ་རེད། མོ་སུ་རེད། ཨ་ནི་ཁོང་ཚོ་སུ་རེད། འདས་སུ་རེད། དེ་སུ་རེད་ཟེར་ནས་ང་ཚོ་གི་དེ་འདྲ་གི་སྐད་ཆ་ཁྲི་སྟོང་མང་པོ་ཅིག་ཡོང་གི་རེད་དེ་འདྲ་བོ་རིགས་ཁྲི་སྟོང་རིགས་གཅིག་རེད། ཨ་ནི་རིགས་སྟོང་རིགས་གཞན་པ་ཅིག་དེ་ང་ཚོ་གི། ང་ཚོ་གི་གར་ལ་གོ་རེད། ཅི་ཀི་ཅི་ཨི་ཡི་ཟེར་ནས་ད་གི་ང་ཚོ་གྲས་ཅིག་རོ་ཨོ་ཏོ་ཚོགས་ཀྱི་ནང་ནས་ཏི་ཚོགས་སྦྱར་ནས་ད་ཁོ་རང་ཡོང་སྟངས་རྒྱུ་རེད། བྱ་གླང་དེ་སུའི་རེད། ས་བྱམས་ཆུ་སུ་ཨ་ཁུ་གུ་སུའི་རྫི་ནི་ད་སུའི་རེད་བྱ་གླང་དེ་སུའི་རེད། ཡང་ན། བྱ་གླང་འདིའི་བདག་པོ་སུའི་རེད། འོ་དེ་འདྲ་བའི་ཁྲི་སྟོང་སྐད་ཆ་ཁྲི་སྟོང་གཅིག་ཡོང་གི་ཡོད་རེད། ང་ཚོ་གི་དྲིལ་བསྒྲགས་ཀྱི་ཁྲིད་བྱ་རག་བྱུས་རོགས་དྲིལ་བསྒྲགས་ཀྱི་ཁྲིད་ཨ་ཁུ་གུ་ཨི་དེ་བྱ་ནི་དེ་གཉིས་ཡོང་སྟོང་གཅིག་ཡོང་གི་ཡོད་རེད། ཨ་ནི། དེ་བྱ་ནི་ཡོང་ཁྲི་སྟོང་ན་རིགས་གཉིས་སླེབས་སོང་དེ་རེད། ཨ་ནི། ད་ང་ཚོ་དེ་ལ་ནང་བའི་སེམས་པ་ཞེ་དྲག་གི་ཁྲིད་བྱ་ནི་ཡོང་སྟོང་གཅིག་ཡོད་རེད། ལས་ག་དེ་སུས་བྱས་པ་ཡིན། ས་བྱམས་ཆོས་སུ་ས་སུ་དེ་ནས་ཨ་ནི་ལས་ག་དེ་སུས་བྱས་པ་ཡིན་ཁོ་རང་ཤེས་པ་པོ་ཆགས་སོང་ལས་ག་དེ་སུས་བྱས་པ་ཡིན་སྐད་ཆ་འདི་སུས་བཤད་པ་རེད། ཨ་ནི། ལྕགས་སླང་དེ་སུས་ཁྱེར་ཁྱེར་ཡོང་བ་རེད། ཨ་ལས་འདི་སུས་མི་སུས་སྤྲད་པ་རེད། ཨ་ནི་དེ་འདྲ་བྱས་ནས་ཡང་བཤད་སྟངས་རིགས་གཅིག་ཡིན་གྱི་འདུག་ཨ་ནི་ས་བྱམས་ཆོས་སུ་དེ་ཨ་ལས་མིའི་རིགས་ཚང་མ་ལ་འཇུག་གི་ཡོད་རེད་ཡོད་ན་ཡང་སེམས་ཅན་འདི་ཚོ་ལ་ཡང་འཇུག་གི་ཡོད་མ་རེད།

ཅི་དགོས་ཅི་ཡིན་རུང། ཅིའི་ཕྱིར། ཨོ་དེ་འདྲ་བོ་ཅིག་དབང་པོ་ཅིག་ཡོང་བསྡད་ཀྱི་འདུག་ཨོ་དེ་རེད། དོན་དག་ཅིག་མ་བྱས་འདྲ་བོ་འདྲ་བོ་དུ་ཚོད་པ་ཇི་བྱེད་མཛོད་རྒྱུ་དེ་དག་གཞན་པ་ཅིག་དང་འདྲ་བོ་བཟོ་དགོས་རེད། ཇི་བྱེད་མཛོད་རྒྱུ་དེ་ཚོ་ལ། ཨཱ་ནི། བྱ་འདི་གི་བྱ་རིགས་ཀྱི་བྱ་དེ་ཡོང་དགོས་མ་རེད་གཞན་པ་དེ་ཡོང་དགོས་རེད། ཨཱ་ནི་དེ་སྡེ་ཚན་ཇི་མ་ནང་ནས་ལབ་ཡ་ཡིན། ཨཱ་ནི་དེ་ཅིག། ཨཱ་ནི་ཡང་ཅིག་གིས་བྱེད་འདི་གི་བེད་སྤྱོད་གཏོང་དོན་ལ་ཁྱེད་རང་གི་ཅི་ལས་ཀྱི་ཡོད། ཨཱ། ཅི་ལ་ཡོང་བ་ཡིན། ཅི་དགོས། ཅི་བཟའ་གི་ཡིན། ཅི་ལས་གི་ཡིན། ཅི་བཤད་གི་ཡོད། འོ་དེ་འདྲ་གི་ཆ་བ་ཆུང་ཆུང་ལ་འགྲིག་གི་འདུག་དེ་ཚོ་ལ་དེ་ལྟར་འདེད་པའི་ཞོ་དང་གི། ཨ་ནི་ང་ཚོའི་ད་བོད་གི། མདོ་དབུས་ཁམས་གསུམ་གི་ས་ཁུལ་ཆེན་པོ་གསུམ་ཡོད་རེད་དེ་ཚོ་གི་མི་དེ་ཚོ་གི་སྒྲ་གདངས་དང་ཚིག་དེ་ཚོ་དཔེ་ཞོ་གཏོང་སྟངས་ལ་དེ་སྲིད་དེ་སྲིད་མ་འདྲ་བའི་ཁྱད་པར་ཡོད་གི་རེད། སྤྱིར་འདི་དམིགས་བསལ་གི་ཁམས་སྐད་དེ་ཚོའི་ནང་དུ་ཧ་ལས་པའི་ཤུགས་ཆེན་པོ་དང་ངོ་མཚར་དེ་པོ་ཅིག་བཤད་གི་ཡོད་རེད་ཁོ་ཚོ་གི་ག་རེ་བཤད་ཀྱི་ཡོད། ཅི་བཟོ་གི་ཡོད། ཅི་བཤད་གི་ཡོད། ཅི་ལས་གི་ཡོད། ཅི་བཟའ་གི་ཡོད་ཟེར་ནས། ཅི་དགོས་ཟེར་ནས་ཨ་ནི་ཁོ་ཚོ་གོ་དཔེ་དེ་འདྲ་ཞིག་ཡིན་གི་རེད་ཨང་སྐད་ཀྱི་ནང་ཡིན་ན་སྤྱི་བདེ་གི་ཚབ་ལ་ཆ་ཁུག་གི་ཕྱི་རྒྱ་བེད་སྤྱོད་བཏང་གི་རེད་ད་བདག་ཉོན་རེད་མིན་འགྲོ། ཆེ་ལེགས་ཡོད་ཆེ་དགོས་ཆེ་བཟའ་གི་ཡོད་ཆེ་ལེགས་ཡོད་འོ་དེ་འདྲ་བོ་གི། ཆེ་ཆེ་བེད་སྤྱོད་བཏང་གི་རེད་ལྷ་ས་གི་ཕྱོགས་ནས་ལྷ་ས་གི་ཕྱོགས་ཡིན་ན་ཁོ་ཚོ་གི་འདི་ལ་སྤྱི་བདེ་བེད་སྤྱོད་བཏང་བ་དུས་སུ་ཉུང་བ་ཡོད་རེད་ད་དྲི་དུས་ན་ད་དྲི་གི་རེད་ཡིན་ན་ཡང་ཁ་སྐད་ཀྱི་ནང་ལ་ཨ་ནི་ཁོ་ཚོ་གི་འདི་ཚ་བ་ག་རེ་བེད་སྤྱོད་བཏང་གི་རེད་ན་ག་རེ་ཟེར་ཡ་ད་བེད་སྤྱོད་ཤུགས་ཆེན་པོ་བཏང་གི་རེད། ག་རེ་ཟ་གི་ཡོད་ག་རེ་སླེབས་གི་ཡོད་ག་རེ་དགོས་ག་རེ་བྱས་སོང་ག་རེ་དགོས། འོ་དེ་འདྲ་འོ་ཁུ། ག་རེ་ག་རེ་བྱས་ཏེ་འདི་གི་ཚབ་ལ་དཔེ་ཆོད་དཔེ་ཞུགས་ཆེན་པོ་བཏང་གི་རེད་ཁ་སྐད་ཀྱི་ནང་ལ་འོ་དེ་འདྲ་འོ་ཅི་གི་ཅི། ཧ་ནི་ད་ང་ཚོ་གི། འདི་སྤྱི་བསྒྲགས་ཀྱི་ཁྲལ་ལྷག་མ་རྣམས་ཀྱི་ནང་ནས་ད་སུས་བསྒྲགས་དང་ཅི་བསྒྲགས་གཉིས་ཀ་གི་ངོ་སྤྲོད་དེ་ཨ་ནི་མདོར་བསྡུས་ཤིག་དེ་ཙམ་གྱིས་ཆོག་པ་ཅིག་ཡིན་ཐུགས་རྗེ་ཆེ།